གཞན་གྱི་ངོ་བོ་དག་སྟོང་བ་ཉིད་དུ་དག་གསུངས་བཞག་ཡོད་གི། འོ་དག་དེའི་རྒྱུ་མཚན་གྱིས་ད་གཞན་གྱི་ངོ་བོ་སྟོང་བ་ཉིད་བཞི་པའི་དག་བརྡ་ཆད་དུ་ཡང་ཡོད་གི་ནི་དག་གཞན་སྟོང་བཞི་པའི་བརྡ་ཆད་དུ་ཡང་ནི། མདོ་དང་དག་རྒྱ་གར་འཕགས་པའི་དག་གཞུང་ན་དག་བྱུང་ཡོད་གི་ཟད་དུ་གསུངས་ནས་བྱེད་སྟངས་ཀྱི་སྟོང་ཉིད་གཉིས་ཤེས་སྟངས་ན་དག། དངོས་པོ་མེད་པར་སྟོང་བ་ཉིད་དང་དངོས་པོ་མིན་པའི་ངོ་བོ་ཉིད་སྟོང་བ་ཉིད་དང་གཞན་གྱི་ངོ་བོ་སྟོང་བ་ཉིད་དག་གཞན་སྟོང་དག་གསུམ་དང་དེའི་ལྷག་མ་དག་རང་སྟོང། འོ་ད་དེ་ཡིན་པ་དེ་ཀུན་གྱི་མདོར་རོ་བའི་དག་བཞེད་ཀྱི་ཡོད་ནི་དེ་ནས་འདྲ་ཟེར།

དེ་བས་ཞགས་པ་རྣམས་བྱུང་ཡང་རུང་དེ་བས་ཞགས་པ་རྣམས་མ་བྱུང་ཡང་རུང་སྟེ་ཆུ་སྐྱེས་དུས་ཉིད་དེ་གནས་ཉིད་དང་ཆུ་ཉིད་དང་ཆུ་སྐྱེས་ཡང་དང་ཆུ་སྐྱོན་མེད་པ་ཉིད་དང་དེ་བཞིན་ཉིད་དང་མ་ནོར་བ་དེ་བཞིན་ཉིད་དང་གཞན་མ་ཡིན་པ་དེ་བཞིན་ཉིད་དང་ཡང་དག་པའི་དུས་ཉིད་དེའི་མཐའ་ནི་དེ་བཞིན་དུ་དེ་གནས་པ་སྟེ། དེ་ལྟར་ཆོས་དེ་དག་ནི་གཞན་གྱི་དངོས་པོའི་དུས་ཉིད་སྟོང་བ་ཉིད་གང་ཡིན་པར་ཏེ་གཞན་གྱི་དངོས་པོའི་དུས་ཉིད་དུ་སྟོང་བ་ཉིད་ཅེས་བྱ་སྟེ་ཟིན་ཏོ། དེ་ནས་གསུངས་ནི་དེ་ལ་གཞན་གྱི་དངོས་པོ་སྟོང་བ་ཉིད་གང་ཞེ་ན་གཟུགས་དག་གསུང་བ་འདི་དག་ནི།

དེ་ནས་ད་དེ་ཙམ་དུ་ནི་དུག་ཅིག་གཞན་གྱི་སྟོང་ཙམ་དུ་ནི་དུག་མ་ཡིན་པར་དུ་ནི་སྣོད་རིམ་མེད་པའི་མཚན་ཉིད་ཀྱི་བླ་མེད་ཆོས་ཀྱི་དུག་སྟོང་མ་ཡིན་འཛིན་སྐྱོང་བགྱིད་དུ་དོན་དུ་ལྡན་པ་དང་ངོ་བོ་སོ་སོར་དུ་ནི་དུག་དབྱེ་བར་མེད་པའི་དུག་དོན་དམ་པའི་སྟོབས་ཀྱིས་མི་འཇིགས་པ་ལ་སོགས་པའི་ཡོན་ཏན་ཐམས་ཅད་གདོད་ནས་དུག་རང་ཆས་སུ་དུ་ནི་དུག་རྫོགས་པ་ཡིན་པ

རང་བཞིན་གྱི་ཀ་དག་བློ་བཞིན་གློ་བུར་གྱི་དེ་ཉིད་དྲི་མ་བྲལ་བ་འདི་རང་བཞིན་ཡིན་དགོས་ཕྱིར་རོ། འདི་ལ་རྣམ་པར་བྱང་བའི་དེ་ཉིད་རྒྱུ་མཚན་གཞན་བཞག་པར་བྱ་བ་ཅུང་ཟད་ཀྱང་ཡོད་པ་མ་ཡིན་ཏེ་རྣམ་པར་དབྱེར་མེད་པའི་དེ་ཉིད་ཆོས། རྟག་པའི་དེ་ཉིད་ཆོས་ཉིད་ནི་རང་བཞིན་ཡིན་པའི་དེ་ཉིད་ཕྱིར་རོ། དེས་ན་དེ་བཞག་བྱེད་པའི་དེ་ཉིད་མྱོང་བ་ནི་རྣམ་པར་དབྱེར་ཡོད་པ་དེ་ཉིད་འདྲ་བྱེད་པ་ཉོན་མོངས་པའི་རོ་ཐམས་ཅད་ཀྱི་དེ་ཉིད་སྟོང་པ་ཡིན་ལ་རྣམ་པར་དབྱེར་མེད་པ་འདྲ་མི་བྱེད་པ་བསམ་གྱིས་མི་ཁྱབ་པའི་སངས་རྒྱས་ཀྱི་ཆོས་གང་གིས་ལྷུང་བྱེད་མ་ལས་འདས་པ་དག་གིས་ནི།

དེ་ཡི་ལྷག་མ་རྣམ་པ་དབྱེ། དོན་དམ་བདེན་པ་དང་ངོ་བོ་དབྱེ་བར་མེད་པས། དོན་དམ་པའི་ཡོན་ཏན་གྱི་དོན་དུ་སྟོབས་ཀྱིས་མི་འཇིགས་པ་ལ་སོགས་དོན་དམ་པའི་ཡོན་ཏན་གྱིས་དུག་མི་གཏོང་བ་དང་དེ་ལ་ལྷག་མ་གང་ཡོད་པ་དེ་ལ་དེ་ཉིད་དེ་ལ་ལྷག་མ་གང་ཡོད་པ་དེ་དེ་ལ་ཡོད་དོ། ཟེར་འདུག་ད་དུ་མི་གཏོང་བ་དེ་དག་གསལ་བར་དེ་ཉིད་དུ་གསུངས་བཞག་ནི་རེ་ཟད་ཀྱི་འདུག་ཀྱེ་ན་ར་དེ་འདྲའི་འདྲ་ཟེར་དུ་རེ

དོན་དམ་བདེན་པ་ཟད་ཀྱི་འདུག་ཀྱི་དེ་དག་ཐེག་ཆེན་འཕགས་པའི་དག། མཉམ་གཞག་ཡེ་ཤེས་ལ་དག་སྣང་ནུས་དང་ཉིད་དུ་མཐུན་པ། དོན་དམ་བདེན་པ་དེ་ཇི་ལྟ་བ་བཞིན་དུ་དག་ཡང་ཆགས་ཀྱི་དག་རྟོགས་སྒོ་ཚུལ་གྱི་སོ་སོ་རང་རིག་པའི་དེ་ཉིད་དུ་ཡེ་ཤེས་ལ་དག་བརྟེན་ནས་དག་རྟོགས་སྒོ་ཇི་ལྟར་མ་རྟོགས་སྒྲ་རྟོག་གིས་ཇི་ལྟར་དེ་ཉིད་དུ་འཕར་དེ་ཉིད་དུ་དཔོག་ན་ཡང་ན་དེའི་མཚན་ཉིད་ཇི་ལྟ་བ་བཞིན་དུ་འཇོག་ཐུབ་རྒྱུ་ཟིན་ནི་མ་རེད། དེའི་རྒྱུ་མཚན་གྱིས་སྒྲ་རྟོག་གི་ཕྱིར་ལྟ་བཞིན་དུ་རྟོགས་མི་ཐུབ་ཟེར་ནས་དུག་ཕྱིར་བཏང་ཡིན་ཚུལ་གང་ཤར་གྱི། ཐེག་ཆེན་འཕགས་པའི་དེ་ཉིད་དུ་མཉམ་གཞག་ཡེ་ཤེས་ཀྱི་གདན་གྱི་རྐང་ཟག་རྣམས་ཀྱིས་དུག་ཐེག་ཆེན་འཕགས་པའི་མཉམ་གཞག་ཡེ་ཤེས་ལ་བརྟེན་ནས་དོན་དམ་དུ་ནི་དུག་མྱོང་ནས་དུག་རྟོག་མངོན་སུམ་དུ་དུག་རྟོག་གི་འདུག་གདའ་ནི་དུག་མ་ར་དུག་གསུང་ནོ།

སྤོས་བྲ་ལ་དུག་ལྔར་དབྱེ་མཐོང་མ་མྱོང་བའི་གང་ཟག་གཟུགས་ཀྱི་དུག་སྤོས་བྲ་ལ་ནི་འདི་དང་འདི་ལྟ་བུ་བཞིན་དུ་དེར་རྟོག་པའི་ཕྱིར་དེར་བརྟགས་ནའང་ནི་དངོས་བརྒྱུད་གང་གིས་ཀྱང་སྤོས་བྲ་ལ་ཇི་ལྟ་བ་བཞིན་དུ་མཚོན་མི་ཐུབ་པ་བཞིན་དུ་སྒྲ་རྟོག་གིས་ཀྱང་དུག་དེ་དུག་མཉམ་བཞག་ལ་གོ་མ་བསྟུན་ན་ནི་དུག་གི་དུག་དངོས་བརྒྱུད་གང་གིས་ཀྱང་དེ་ཉིད་དུ་འཇོག་ཐུབ་གི་ཡོད་ནི་མ་རེད་དེ་ནི་འདྲ་གཟུགས་རེད།